བལྟ་ཡག་པོ་ཉན་དགོས་ན་མདོར་ན་ཡག་པོ་སྤྲད་དགོས་རེད་ད། དང་པོ་ཁོ་རང་ནས་ཡི་གེ་ཁོ་རང་ནས་ལ་དགའ་ཤོག་ཁོ་རང་ནས་བྲིས་འོ་དོད་ཀ་དགྲ་དགའ་སྙིང་སྡུག་ལས་ཀ་བྱེད་རྒྱ་མི་ཡིག་ལས་ཀ་ད་ཁ་རང་བྱེད་དུ་བ་གཅིག་བྱེད། གཉིས་པ་དེ་ལ་ཡ་སྤྱི་འཐུས་ལོ་བཅུ་ལ་དེ་གི་མེད་ན། ཨེ་ཉན་མ། ཀྱི་སྤྱི་འཐུས། ཚོགས་གཙོ་ཟེར་ནས་ཁོ་ཚོས་ཤེས་ཀྱི་འདུག་ལོ་ཉི་ཤུ་དེར་ཟེར་ནས་ཉམས་མྱོང་ཡོད་ཚོད་ད་ག་རེ་ཉམས་མྱོང་འདུག་སྟོན་ད་ད། དེའི་ལོ་ཉི་ཤུ་དང་བརྒྱད་བསྡད་འོས་ན་ལོ་བཅུ་དང་བརྒྱད་བསྡད་འོས་ན་ཁྲིམས་འགལ་རེད་སྙིང་མ་ཁྲིམས་འགལ་ཆགས་དེ་གཅིག་རེད། སྤྱི་འཐུས་ལྷན་ཚོགས་གཏན་ལ་ཕབ་པའི་བཅའ་ཁྲིམས་རིན་པོ་ཆེན་དགོངས་དོན་གཞིར་བཟུང་བྱས་ནས་ཁྲིམས་ཨང། ཁྲིམས་དབང་ཡིག་ཆ་ཨང་སུམ་ཅུ་སོ་དགུ་དེ་དང་པོ་གཉེར་ལ་རྩ་མེད་བཟོ་དགོས་རེད་མེད་བཟོ་དགོས་དེ་ཁྲིམས་མཐུན་དོན་དུ་མ་བཟོ་དགོས་རེད་མ་ཏག་ཏག་ཞིག་བཟོ་དགོས་རེད། འདི་ད་ལྟ་བཟོ་མ་ཐུབ་ལྷག་བསྡད་ཡོད་རེད་འདི་གཉེར་ལ་དང་པོ་ཨ་ལེ་བཟོ་བཅོས་བཏང་དགོས་ལབ་ཕ་སྐད་ཆུ་སྐད་བརྒྱབ་ལབ་ཁོ་རེ་ལ་སྐད་བརྒྱབ་ལབ་དེ། འོང་ཡ་དེ་ནས། ཁྲིམས་ལ་རྒྱུས་རིང་པོ་བསྡད་ཉིན་རྒན་གོག་ཚོས་མེད་བཟོ་དགོས་ལབ་དེ་ཁྱོད་རང་ཚོ། དེ་བྱས་པ་ཡིན་ན་ད་ལྟ་ཡོད་བྱ་རྒྱུ་འདུག་ལབ་ཕ་མེད་བཟོ་དགོས་དགོས་དུས་དུས་ནས། ཨོ་ཡ། དེ་ཚོ་གནས་ཚུལ་ཚང་མ་ཡོངས་རྫོགས་པ་མཁྱེན་པའི་ཐོག་ནས་ང་ཚང་མས་ཀྱི་འདི་གང་འགྲོ་ལུགས་ཅིག་དང་ཡོང་གི་འཇུག་ཁོ་ཚོ་སྐད་རྒྱག་ཆོག་དམག་རྒྱག་ཡས་རེད་དོ་ཁོ་ཚོ་ལ་ཡོད་དོ་དེ། ཏག་ཏག་རེད་ཚོ་པས་མི་སེ་ཡག་པོ་རེད་དོ་ད་འདི་ཚོ་ད་དོ་སྣང་ཡག་པོ་སྤྲད་དགོས་དང་འདི་ཚོ་ཡིག་འཁྱམ་ཡིན་པ་མ་ཚད། འདིའི་གདན་ལོག་དེ་དེ་ཉིན་གང་ཡིན་པ་འདི་ད་ད་ད། ང་ཚོས་གནས་ཚུལ་མཐོང་དོད་དོ་དགྲ་ཁ་གཉིས་འདུག་ལས་ཀ་བྱེད་བསྡད་ངེས་བོད་གཞུང་བཙན་བྱོལ་གཞུང་རྩ་མེད་བཏང་ངེས།

ཁྱོད་རང་ཚོ་ནི་ཆོས་ཡག་པོ་སྦྱང་ཞོར་སུ་ནི་རྨོངས་དད་བྱེད་རྒྱུ་ཡོད་མ་རེད་ཅེས་པ་ཅིག་འོ་རེད། མདོར་ན་བྲེལ་གསུངས་སུའང་བཀའ་སློབ་དེ་ཉན་དགོས་དེ་ཆོས་ལུགས་སྤྱི་འཐུས་ལ་བརྟེན་ནས་བྱུང་བསྡད་ཡོད་རེད་ཆོས་ལུགས་སྤྱི་འཐུས་དེ་འཛམ་བུ་གླིང་ནང་ལ་ཡོངས་སུ་གྲགས་ནས་འཛམ་བུ་གླིང་གི་སྡིངས་རྒྱ་མཐོན་པོ་གང་ལ་ཡང་འཛམ་བུ་གླིང་མི་མང་ཡོངས་སུ་རྫོགས་པ་དེ་དག་བོད་ཀྱི་ཆོལ་ཁ་ཆོས་ལུགས་ཆོས་ལུགས་ཡོངས་སུ་རྫོགས་པ་དང་ཆོལ་ཁ་ཆོས་ལུགས་ཤི་ཡོད་རེད་བ་དང་གཡུང་དྲུང་བོན་དང་བཅས་པ་ཞིག་དང་སྔ་ཕྱི་དུ་ཚང་མས་ཀྱང་དེ་ནས་འཛམ་བུ་གླིང་ལ་ཁྱབ་བསྡད་ཡོད་རེད་ང་ཚོར་འདིའི་ཆོས་ལུགས་ཐུགས་རྗེ་བཀའ་དྲིན་རེད་ཧ་གོ་སོང་ཨ།

རྒྱ་གར་འཇོན་ཐང་བྱ་སྤྱོད་དང་དམངས་གཙོ་ཡང་དག་ནང་ཞོལ་དང་བཅའ་ཁྲིམས་རིན་པོ་ཆེ་དགོངས་དོན་གཞི་བཟུང། བཅའ་ཁྲིམས་གཏན་ལ་ཕབ་པའི་སྤྱི་འཐུས་ལྷན་ཚོགས་ཀྱི་སྤྱི་ཁྲིམས་ནང་བཙུགས་བྱ་སྤྱོད་དེ་ཆོས་ལུགས་དེའི་མུ་གོ་ཟེར་བོར་དང་རྒྱ་གར་འཇོན་མུ་གོ་ཟེར་བོར་འདིར་དང་གཅིག་དེ་ཧ་གོ་ཅིང་བོད་མི་མང་ཚོགས་ཧ་གོ་ཅིང། འདི་སོགས་ཀྱི་རིགས་དེ། མི་སེར་གྱི་ལྟ། དགྲ་དགའ་གཉིས་འདུག་ལས་ཀ་རྒྱ་མིའི་ལས་ཀ་བྱེད་དགོས་དང་བྱེད་ཆོས་ཆོས་ལུགས་མི་འདུག་ཆོས་ལུགས་སྤྱི་འཐུས་མུ་གོ་ཟེར་མཁན་གང་ཡིན་པ་དེ། ད་རྒྱ་མིའི་ལས་ཀ་བྱེད་དགོས་པ་དེ་རྒྱ་ཆ་རྒྱར་བལྟ། ད་བོད་གངས་ཅན་ནང་ལ་ག་ཚོད་རྩ་མེད་བཏང་སོང་ག་ཚོད་གཏོར་སོང། དེ་ཆོས་ལུགས་གཏོར་དགོས་དགོས་གདའ།

འདི་ཚོ་ཁ་ལ་ཁྱེར་ནས་པ་ཡང་དཀྲུག་ཤིང་རྒྱ་ཡིག་གི་གནས་ཚུལ་གླེང་འོང་དང་འདི་ཚོ་མ་འོང་པ་ལ་ཡང་ཆོས་ལུགས་མཉམ་དུ་བླུག་དགོས་རེད་ཟེར་འདི་ལ་བཤད་ཚོད་འདི་དཀྲུག་ཤིང་སྐད་ཆ་རེད་ཟེར་དཀྲུག་ཤིང་དེ་ཚོ་བཤད་འོང་དུས་བོད་པའི་ནང་ལ་དཀྲུག་འོང་དགོས་ར་གོ་སོང་ད་ལྟ་ལམ་ཡག་དག་པ་དེ་ག་འགྲོ་དགོས་ད་ག་རང་ཅེ་འགྲོ་བསྡད་དགོས་ར་གོ་སོང་འདི་རེད་ད། སྐྱ་སེར་གཉིས་མེད་ལ་ཐོབ་ཐང་སྤྲད་བཞག་ཡོད་རེད་སྐྱ་དབུགས་ལེན་ན་ཁོ་རང་ཚོའི་ཆོས་ལུགས་ཆོ་ག་ཐོབ་ཐང་སྤྲད་བཞག་ཡོད་རེད་ཨོ་ཡ། ཧ་གོ་སོང་འདི་སྤྲད་བཞག་ཡོད་རེད། དེ་ནང་བཞིན་ཆོས་ལུགས་ལ་ཐོབ་ཐང་གཉིས་སྤྲད་དགོས་དགོས་རེད། ཐོབ་ཐང་འགུག་དགོས་དགོས་དགོས་རྒྱུ་མཚན་ག་རེད། ཆོས་ལུགས་ཚིག་མཁན་དེ་ང་ཚོ་ད་དབུ་ཁྲིད་ཡོད་ན་མེད་ན་གོང་ན་དབུ་ཁྲིད་ཡོད་ན་མེད་ན་སྐྱབས་མགོན་ཞུས་འདུག་པ་རེད་འདི་བ་ལ་དེ་ནས་པའི་ཆོས་ལུགས་རིས་མེད་ཀྱི་ཨ་ནི་སྐྱིད་པོ་སྐྱིད་ཆེ་དམ་པ་ཚོ་གི་ད་ལྟ་བར་དུ་ང་ཚོ་མི་སེར་སྐྱོང་བསྡད་ཀྱི་ཡོད་རེད་ཁོ་ཚོ་ཐོབ་ཐང་ཡོད་འགུག་དགོས་རེད་དེ་ངེས་པར་དུ་དགོས་རེད་དེ་ངེས་པར་དུ་དགོས་དགོས་ཀྱི་རྒྱུ་མཚན་གནད་འགག་ཡོད་རེད་དེ། ཁྱོད་ཚོ་ཧ་གོ་གི་མ་རེད་དེ་གཉིས་ཀ་དགོས་ག་རེད། ཡང་དག་པ། ཡང་དག་པ་གང་ལ་ལམ་ཁ་གང་འགྲོ་དགོས་རེད་དེ།

དབུ་མེད་དབུ་མེད་གོ་ཐོག་ཡང་དག་སྤེལ་མཁན་སྤྱི་འཐུས་ལྷན་ཚོགས་སྤེལ་ཡོང་དགོས་རེད། སྤྱི་འཐུས་སུ་གཞིས་ཆགས་ཁག་དང། ས་གནས་ག་བ་འགྲོ་གི་ཡིན་ན་ཁོ་རང་ཚོས་མ་སྤེལ་ཡོང་དགོས་སྤྱི་འཐུས་ལྷན་ཚོགས་རང་སྤེལ་ཡོང་དགོས་རེད་དེ་གི་ལག་ལས་ནི། ང་རང་ཚོས་འདི་ནང་ཆོས་བརྒྱུད་ཀྱི་དགེ་བའི་བཤེས་གཉེན་ཆེན་པོ་དགེ་བཤེས་དེ་ཚོ་གི་སྤེལ་ཡོང་དགོས་རེད། མ་ཤེས་ཀི་རེད་མི་མང་ལ་བསླབ་བྱ་རྒྱག་ཡོང་དགོས་རེད་དེ་ཚོ། ཚོགས་པ་བཙུགས་ནས་ཅི་ཟེར་དང་རྒྱ་སྤྱིས་རྒྱ་སྤྱིས་དབུ་མེད་ག་རེ་རྒྱ་སྤྱིས་དབུ་མེད་ག་རེ་རྒྱ་བཅས་ཡོད་རེད་ཁོ་ཚོས།

མ་འོངས་པ་ལས་འདི་ཚོ་རིགས་ལ་དོ་སྣང་ཡག་པོ་བྱེད་མ་ཐུབ་ཡག་པོ་ཆུད་ནས་མ་རེད་འདི་འདྲའི་གི་བར་ལ་འགྲོ་བ་ཡིན་ན་མ་འོངས་པ་སང་ཉིན་སུ་ལས་སོ་ན་ཕ་གི་ལྟ་གི་ཡིན་འདི་ཚོ་ལ་དོ་སྣང་ཡག་པོ་སྤྲད་ནས་ང་ཚོས་སེ། གཅིག་དང་གཉིས་འདྲ་རྒྱུ་ག་བས་ན་བཀག་དགོས་འདི་ཚོ་ལ་སྐད་ཆ་ག་རེ་བཤད་ན་ཚང་མ་བཀག་དགོས་རེད་གཉིས་མ་དོན་གཅོད་ཁང་ལ་གནང་སོང་རྙོག་དྲ་དེ་གཅིག་བྱས་རྒྱ་བོད་ཀྱི་འཁྲུངས་སྐར་དུ་རྙོག་དྲ་གཙོས་པ་མི་ཚེ་མི་རབས་ང་ཚོ་གི་ད་ལོ་རྒྱུས་ནང་བཞག་དགོས་རེད་ད་རེ་ཡིག་འཁྱམ་དེ་ལོ་རྒྱུས་ནང་བཞག་དགོས་གལ་ཆེན་པོ་རེད་འཛོལ་དྲང་དེ་ག་ནི་གླེ་དགོས་རེད་ཟེར་ན། འོ་ད་རྐྱང་བོད་གཞོན་ནུ་བོ་གི་དེ་ནི། གི་ག་ཚོད་རེད་ང་ཚོ་གི་བོད་གཞུང་གི་དེ་ནི་དོན་གཅོད་ཁང་དང་རྒྱ་བོད་རང་གི་འཁྲུངས་སྐར་ལ

མི་རེ་འགོ་རེ་རྟགས་བརྒྱད་ནས་ག་བ་ནས་མ་པར་སྟོན་དགོས་གོ་འདུག་ཀ་མེད་དུ་སྣང་ཡང་ཁ་ལོ་མ་སྟོན་དགོས་གོ་འདུག་སྐད་ཆེན་པོ་རེ་བྱ་ཞོད་དེ་འདྲ་ཡིན་ཨ་ནེ་བོད་རྒྱལ་ལོ། ཨ་ནེ་བོད་མི་རིགས་རྒྱལ་ལོ་བོད་རྡོ་རྩ་གཅིག་ཡིན་པ་བོད་མི་རྩ་གཅིག་ཡིན་པ་རྒྱལ་ལོ་རྒྱ་གར་བ་མི་གསུངས་སོང་ཨ།